གནས་བརྟན་ཞབས་པ་དང་རྟའི་སྡེ་པ་ཡོད་སྐབས་སུ་ཨ་ནི་ཡང་དེ་ཚོ་ཚང་མ་བརྙན་ཐུང་ཟིག་བླུགས་ཤེས་སྐབས་སུ་ཨ་ནི་ཚང་མ་དེ་རྟའི་ཡས་ལ་ཕེབས་བརྙན་ཐུང་དེ་འཐུང་རུག་དང་ཡིན་ནར་ཡར་མར་རིང་རུག་དང་དེ་འདྲ་གི་སྐབས་ངག་ཅིག་རྒྱ་རྗེ་རྒྱ་ཕྲན་ཡིན་ཟེར་བ་འོ་དེ་འདྲ་སོང་ཙང་ཨ་ནི་ཡང་སོ་སོ་གི་སྡེ་པ་བཞིན་དུ་རྟ་ཁོ་ཕེབས་ཏག་ཏག་རྟ་ཡས་ཡོང་བའི་ཆེད་དུ་ཨ་ནི་ངས་དེ་རིང་འདི་ལ་ད་ལྟ་བརྙན་ཐུང་དེ་ལོག་ག་འདྲ་བོ་ཅིག་ཟེར་ཡིན་རུག་ཨ་ནི་དམིགས་ས་ད་མ་འོངས་པ་ཡང་དེ་འདྲ་བོ་གང་ཆག་ཅིག་བཟོ་ཡས་ཀྱི་ཐབས་ཤེས་བྱིན་རུག་རྟ་ཁོ་ཕེབས་བརྙན་ཐུང་ཟིག་ངས་རང་ལ་ཁེབས་སང་དང་ཨ་ནི་སོ་སོ་རང་གི།

ཟླ་བ་དྲུག་པ་འདི་མ་ཐུག་སྐབས་སུ་ད་ཨ་ནི་ཡུག་རེན་གྱི་ས་ཁུལ་རེད་ཡ་མ་ནི་ཡུག་རེན་གྱི་དེ་རེད་གི་ད་གྲོང་ཁྱེར་གལ་ཆུ་མང་པོ་ག་ལ་ག་ཙམ་ཞིག་ཁོ་ཚོ་ཟ་ཐུབ་ཡ་རེད་དེ་ཡིན་ན་དེ་ཚོ་ཚང་མ་ད་རྗེས་ལ་ཚང་མ་ཡུག་རེན་གྱིས་ལེན་ཐུབ་སོང་བ་དཔེར་ན་ཆ་བྱ་བ་ན་ཨ་ནི་ཡུག་རེན་ལྷོ་གི་ད་གྲོང་ཁྱེར་གལ་ཆེ་ཆེ་ཁེར་སོང་ཡིན་ན་ཡུག་རེན་དམག་མི་ངས་ནི་ཚུར་ལེན་སོང་རུང་བའོ་དེ་འདྲ་སོང་ཙང་ཨ་ནི་ག་སྲིད་ག་སྲིད་ད་དེའི་ཆ་ལ་ཡུག་རེན་དམག་མི་ངས་ནི་ཨ་ནི་འབྲོམ་པ་སི་ནང་ལོག་ཡའི་རྒྱལ་ཁ་ཤུགས་ཆེ་བོ་ཞིག་ལེན་ཡ་མ་ནི་འབྲོམ་པ་སི་ནང་ལ་ཡའི་ཡུག་དེ་རེད་གི་ས་ཁུལ་གལ་ཆུ་ལུ་ཧན་སི་དང་འབྲོ་ནེ་སི་ལ་ཉེ་དུ་རྣམས་ད་ས་ཆ་རྒྱ་ཆུ་མང་པོ་ཞིག་ཚུར་ཡུག་རེན་གྱིས་ལེན་པ་ཡིན་ན།

ཤོག་ཨ། ད་དེ་གཏོར་སྐྱོན་བཏང་ཡ་དང་དོ་དོ་ད་ད་ཁེར་སོང་ནང་ལ་ཡེ་རྒྱུ་དེ་འདྲ་གི་སློབ་དབང་དང་ཨ་ནི་ཆུང་ཚེ་དོ་དོར་གཏོར་སྐྱོན་བཏང་ཡ་ཅིག་ཨ་བྱ་ཡེ་རོག་ཨ། ད་དེ་ཡང་ག་ད་ད་དེའི་ཆ་ལ་གཏོར་སྐྱོན་བཏང་ཡ་ག་ར་བྱ་ན་ཨ། ད་ད་དེའི་ཆ་ལ་ཕའི་ང་ཚོ་ཁར་སོང་གི་ས་ཁུལ་དུ་ད་ག་འགྲོ་ཡ་ན་ཨ་ནི་ད་ག་ད་རྒྱུག་ཆུ་གཅིག་གི་ད་དེ་ག་ལ་ང་ཚོ་ཕའི་དབྱེ་བ་ཅིག་བྱ་ཤར་ད་རྒྱུག་ཆུ་དེ་གི་ནུབ་ན་ཨ་ནི་དེ་རུ་ཡུག་རེན་གི་གྲོང་ཁྱེར་ལྟེ་བ་ཁེར་སོང་དང་ཨ་ནི་ད་དེའི་ནང་ལ་ག་ད་ཡུག་རེན་གི་དམག་མི་དེ་ཚོ།

མི་སེར་ཁྲག་སྦྱོར་བྱས་ལ་ཞེ་བོ་ཉམས་མྱོང་རྒྱུ་མང་པོ་ཡིན་ལ། བ་འོ་འདི་འདྲ་སོང་ཙང་ཨ་མདའ་ཁོ་ལ་ཉམས་མྱོང་མེད་ག་རེ་ཡིན་ན་གང་ལྟར། ཁྱད་པར་གས་སོ་ཐུག་ཡ་མ་ཤོག་བ་འོ་འདི་འདྲ་སོང་ཙང་ཨ་མདའ་ད་དུས་ཆད་ལ་གང་ལྟར་ཕའི་མདའ་ལ་དམག་དཔོན་ས་མོ་ག་རེ་མོ་བདམས་ལ་ག་ལྟར་དམག་ས་ནས་ཁྱད་པར་བཟོ་ཡི་མེད་སྐབས་སུ་ཨ་ནི་ཁོང་ཚོ་གི་ཐབས་ཅི་རེད་ཡ་མ་ལ་ཁོང་ཚོ་གི་ཇི་ངན་ད་དེ་བཤམ་གི་ཡོད་ལབ་ད་ད་དོ་དོ་ཤོག་ན་ཨ་ནི་གང་ལྟར་མི་མང་དཀྱིས་མ་དང་ཨ་ནི་མི་མང་ཉོན་མོ་སོ་ག་རེ་མོ་གི་དཀའ་ངལ་ག་ལྟ་མོ་ག་རེ་ག་རེ་ཤི་ན་ག་རེ་མོ་ག་བྱས་ན་ཁོང་ཚོ་བད་ཐིག་ཡ་མེད་བཏང་རྗེས་ཨ་ནི་བློ་ཁང་ཆུང་ཆེ་བཏང་ཨ་ནི་མཐའ་མ་དེ་ལ་གང་ལྟར་ད། ཡུཀ་རེན་གཞུང་དེ་འུ་ཐུག་ཚེ་ཨ་རི་ར་ཤི་ཡ་མཉམ་དུ་གྲེ་མོལ་བྱེད་ཀི་ཡང་མ་ན་ར་ཤི་ཡ་ལ་གོབ་ལྟག་ཞུ་ཀི་དེ་རེད་ཆག་ཀི་རེད་དོག་དོག་ཁ་ན་དེ་འདྲེ་ཀི་ད་ཐབས་ཅིག་བཏིང་ཚེ་ཨ་མདའ་ད་དེ་བྱ་དེ་ཐོག་ཀྱེ་ལྟ་ངེས་ལ་རེད་རོ་ཨ་མདའ་དེ་ཡང་ད་ད་དེ་འདྲེ་ཀི་དམིགས་ཡུལ་ཟིན་མིན་པ་དེ་ཁ་སང་སྔས་མ་ར་དེ་དམག་དཔོན་དེ་ལར་ལར་ད་ཁ་དམག་དཔོན་དེ་སྐད་ཆ་ག་རེ་བཤད་ལ་ན་རྒྱལ་ཆ་ཀྱེ་གང་ལྟར་དམག་ས་ནས་རྒྱལ་ཁ་ཐོབ་ཀི་མི་དབང་ནས་གང་ལྟར་ཁོ་ཡི་ལམ་པ་ཞེ་མ་ཕྱི་བཏང་ཚེ་ཨ་རི་ཡུཀ་རེན་གོབ་ལྟག་ཞུ་ཡ་ཟུང་ལ་རོ་ཨ་འོ་ད་དེ་འདྲེ་ཀི་གནད་འགག་དང་ཡང་མ་དེ་འདྲེ་ཀི་ད་ཁ་ལ་ང་ཚོ་ཕི་ཡ་ད་རྒྱུ་མཚན་ཞིག་ལ་བརྟེན་ཚེ་ཨ་མདའ་གང་ལྟར་ད་དེའི་ཆ

ཏང་ཞིག་གི་དེ་འབྲེལ་གྱི་ཏང་དར་སྤེལ་སྐྱེལ་འདྲེན་བྱེད་འོས་བྱུང་སོང། ཨ་མདོ་དེའི་སྐྱེལ་འདྲེན་བྱེད་ཡས་དེ་ཡང་གང་ལྟར། དམག་མི་དེ་ཚོ་གི་དེ་འདྲེལ་ཨ་མ་མང་པོ་ཞིག་སྐྱེལ་འདྲེན་བྱས་སོང། ག་རེ་སྐྱེལ་འདྲེན་བྱས་ལབ་ན། ཨ་ནི་ངེད་ཀྱི་བུ་དེ་ནི་བལ་འདི་ལྟ། དམག་ནང་ལ་བྱུང་རྗེས་ཟླ་བ་ཁ་ཤས་ཕྱི་མ་དུ་འགྲོ་གི་མེད་ཟེར་རོ། ཨ་ནི་ཁོ་ཡི་ཐ་མ་མེ་མདའ་ཡང་ཟིམ་ཤེས་ལ་མ་ཤེས་ལ་རེད་ཟེར་རོ། འོ་དེ་འདྲ་སོང་ཨ་མདོ་ད་དེ་བཞག་ང་ཚོ་བུ་དེ་ཚོ་དེ་འབྲེལ་གྱི་ཏང་གང་ལྟར་སྦྱོང་བརྡར་མེད་རྒྱུ་དམག་མི་དེ་ཚོ་ག་དེ་ཡུག་རེན་ལ་བཏང་བྱས་ཟེར་བ། ཨ་ནི་བཏང་ང་ནང་ལྟར་གྱི་ད་ཁོང་ཚོ་གི་འབྲེལ་བ་ཀྱི་གནས་ཚུལ་དེར་གལ་སྐུ་ང་ཚོ་ལ་གལ་རག་གི་མི་འདུག་ཟེར་བ། ཨ་ནི་ཕ་ཅི་ད་ཁོང་ཚོ་ད་ལྟ་ཡུག་རེན་ནང་ལ་དེ་འདྲ་གི་ད་གྲོངས་ཡིན་ཟེར་ན་ནི་དེ་འདྲ་གི་སྐྱེ་འཇིག་ཤུགས་ཆེ་བོ་ཞིག་ཁ་སང་གི་མ་ད་སླེ་སོང་བ། འོ་དེ་སླེ་བ་ནང་ལྟར་གྱི་ཨ་ནི་ད་མདང་དགོང་ཐོག་དེ་ནི་ད་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱི་ངེས་ནས་ཨ་ནི་ད་དེ་འདྲའི་གང་ད་དམག་མི་གི་ཨ་མ་འདྲ་བོ་དེ་འདྲ་ད་ག་ཚོད།

གང་ལྟར་མོལ་དོ་བ་ངེས་ནས་ཨ་ནི་གལ་སྲིད་ཀྱི་རིམ་པ་དེ་ཚོ་ཏག་ཏག་རྩ་བ་ཉིད་སྤྲད་ཀྱི་མི་འདུག་ཟེར་བ་འོ་དེ་འདྲའི་རྒྱུ་མཚན་ཅིག་ལ་བརྟེན་རྗེས་ཨ་ནི་ང་ཚོ་ཡིན་ད་གལ་སྲིད་དཀའ་ཡིན་ལ་རུང་བ་འོ་དེ་དཀའ་ལ་བརྟེན་རྗེས་ཨ་ནི་ད་ད་ལྟའི་ཆ་ལ་ད་ད་ལྟའི་ཆ་ལ་ཡང་མ་ད་ལས་ཀྱི་གིང་ཀ་དེ་ནའོ་ལ་ཨ་ནི་ཡུཀ་རེན་ཙམ་མ་ཡིན་པ་ད་མོལ་དོ་བ་ཡང་ག་ལ་གང་ཙམ་མྱ་ངན་ཅིག་ཆགས་བསྡད་དེ་རུང་བ་ད་དེ་ཡང་ད་ད་ང་ཚོ་གར་ས་དེ་ར་ཤི་ཡའི་ངོས་ནས་དེ་འདྲའི་མོལ་དོ་བ་ལ་གས་སྲིད་མ་བཏང་ཡང་དེ་ཡང་ད་གང་ལྟར་གལ་སྲིད་ཀྱི་རིམ་པ་དང་དཔེ་ཞག་དེ་མ་སྤྲད་རྒྱུ་མཚན་ཙམ་མ་ཡིན་པར་བ་ཨན་ད་དྷི་ལ་ཡང་གལ་ཆེ་སྟེ། ཨན་ད་དྷ་དྷིའི་ཆ་ལ་དེ་ལྟར་ང་ཚོ་རྡོག་རྡོག་བཤད་ཡོད་ན་མོལ་དོ་བ་ནང་ལ་ཡོད་རྒྱུ་དགོས་གཞུང་དེ་ཨ་ནི་པུ་རོ་ཡུ་རོབ་བྱས་ཡོད་ད། པུ་རོ་ཡུ་རོབ་ལ་ནི་ད་ག་ལ་རེད་ན་ཕ་ཡུ་རོབ་སོ་ལ་ཉེ་བོ་བྱེད་ཉེ་ཡང་མ་ནི་ཕ་ཡུ་རོབ་ལ་དུས་གང་ད་ག་ལ་མཐུན་སྒྲིལ་བྱེད་ཉེ་ཡང་མ་ནི་ཡུ་རོབ་ཕ་དོ་མཉམ་དུ་འགྲོ་ཡ་གི་བདེ་བ་ཡོད་རྒྱུ་དེ་འདྲ་གི་གཞུང་ཅི་ལས་རེད་བྱུང་བ་ད་ཇི་ལྟར་ན་ད་མོལ་དོ་བ་ནང་ལ་ད་ལྟ་ཡུ་རོབ་ལ་དགའ་བོ་བྱེད་ཉེ་དེ་འདྲ་གི་གཞུང་དང་ཡང་མ་ན་ཕ་ར་ཤི་ལ་དགའ་བོ་བྱེད་ཉེ་ག་འདྲ་དེ་འདྲ་གི་གཞུང་ལའོ་དེ་འདྲ་གི་ཆབ་སྲིད་སོགས་ཕ་ད་གཉིས་གསུམ་བྱེད་ཟེར་རོ་ཨོ་དེའི་ནང་ནས་ད་ལྟའི་ཆར་མོལ་དོ་བ་རྣམས་ལ་ཡས་སྐྱོ་དེ་ཨ་ནི་ཡུ་རོབ་ལ་ཕ་ཉེ་བོ་བྱེད་ཉེ་ཆགས་དེ་རོ་ཨོ་དེ་འདྲ་སོང་ཙང་ཨ་ནི་ད་གང་ལྟར་ར་ཤི་ཡའི་ནས་ཡང་མ་ར་ཤི་ཡའི་སྲིད་འཛིན་ཕུ་ཏིན་ག་འདྲ་དེ་འདྲ་གི་དཀའ་ངར་ཡང་མ་དེ་འདྲ་གི་མ་སྟེར་བ་ལ་བརྟེན་རྗེས་ཨ་ནི་ད་གང་ལྟར་དེ་གར་ས་ད་མོལ་དོ་བ་ལ་དཀའ་ངར་ཁྲི་ཡོ་སེ་ཡོ་སེ་རྐྱང་ཆགས་ཡས་རོ་ཨ་ཨ་ནི་དམིགས་ས་ཁ་སང་དེ་བ་རང་དེ་ད་ང་ཚོ་ད་ད་བ་གཉིས་གསུམ་གི་སྔས་ལ་ཨ་ནི་ད་ད་ཡུ་རོབ་སྤྱི་མཐུན་ཚོགས་པ་གི་སྔས་ནས་ད་གང་ལྟར།

ད་ར་ཤི་ཡའི་ལོ་ཡམ་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱིས་ནས་ཨ་རི་ཡང་མོལ་དོ་བ་ཡང་དཀའ་ངལ་ཤུགས་ཆེ་བོ་སྤྲད་ཅིག་ཆགས་བསྡད་འདུག་ཨ་ཨ་འདྲ་དེའི་མཉམ་དུ་ད་ལྟ་དང་བོ་དང་མོལ་དོ་བ་འདི་དཀའ་ངལ་དུ་འཕྲད་སྐབས་སུ་ཨ་འདྲ་ད་ལྟ་ང་ཚོ་ཡུ་རོབ་སྤྱི་མཐུན་ཚོགས་པ་ཡི་དེ་འདྲ་གི་ད་ང་ཚོ་གོ་སྒྲིག་གལ་ཆེ་བོ་དེ་ད་ཨུར་སུ་ལ་ཧྥོན་ཏར་ཡེ་ཡན་ད་རྨོ་ལ་བྱེད་ཨ་ཨ་ནི་མོ་ཡང་ད་ཡང་དང་བོ་དང་མོལ་དོ་བ་ན་འགྲོ་བྱ་ནི་ཕི་ཡི་ན་ར་སྡིགས་གདུང་སེམས་མཉམ་སྐྱེ་བྱེད་དུ་ཡིན་ན་ར་ཡང་མ་ན་གང་ད་ང་ཚོ་ཡུ་རོབ་སྤྱི་མཐུན་ཚོགས་པ་གིས་ནས་ཨ་རི་ཁྱོད་ཚོ་མོལ་དོ་བ་ལ་གང་ད་རོགས་པ་བྱེད་དང་མཉམ་རུབ་གི་ཐོག་ནས་གང་ད་དཀའ་ངལ་ག་རེ་ཡས་དེ་སེལ་ཡས་བསྡད་པ་ཡོད་དོ་དོ་དེ་འདྲ་ཞིག་གཏན་ཆེད་དུ

ཐུག་ས་གཙོ་བོ་གཅིག་ཨ་མཐའ་དེ་དག་ང་ཚོ་ནུབ་ཕྱོགས་དང་ཨ་མཐའ་དག་ད་ལྟ་ག་ལ་སྲིད་ནུབ་ཕྱོགས་རྒྱལ་ཁབ་དེ་འདྲ་ཨ་རི་དང་ཨ་ནི་ཡུ་རོབ་ཀྱི་རོགས་པ་དག་རང་ཐུག་གི་ཡ་རོ་རོ་ད་ཅི་ད་ཕེབས་དམག་ས་རང་ལ་ད་ད་ད་ཡུག་རེན་དམག་མི་ངན་ནས་ད་ག་ད་རང་སྲོག་གི་བསླད་སྟངས་ཅིག་འཛིན་གི་ཡར་ཏེ་ཡིན་ན་ན་ཁོང་ཚོ་ལ་ཕའི་སེམས་ཤུགས་སྤར་ཉེ་དང་ཡང་མེད་ན་ཁོང་ཚོ་ཕའི་ཤུགས་ཆེ་བོ་འཛིན་ཐུབ་བས་ལ་ག་ད་རྒྱ་བོ་ལ་ཡིན་ན་མིན་ན་དེ་ཨ་ནི་ཨ་རི་དང་ཡུ་རོབ་ཆགས་ཡི་རོ་བ་ད་ཁོང་ཚོ་ངོས་ནས་མཚན་ཆ་ཞེ་བོ་ཞིག་བཏང་རོ་བ་འོ་དེ་འདྲ་སོང་ཙང་ཨ་མཐའ་ད་དེའི་ཞག་དེ་ད་ཨ་རི་དང་ཨ་ནི་ཡུ་རོབ་ཀྱི་ནང་ལོ་ཡང་ད་དེ་སི་དཀའ་ངལ་ཞིག་སླེབས་འདུག་ལ་ག་རེ་དཀའ་ངལ་སླེབས་འདུག་ལ་ན

ངའི་གནས་ཚུལ་གང་ལྟར་པུ་ཏིང་ལ་ཉག་གི་མཉམ་དུ་འབྲེལ་བ་ཤུགས་ཆེ་ཆེ་ཞིག་ནི་གོ་ཆག་གི་ཡོད། ད་ལྟ་ར་ཤི་ནས་ཡུག་རེན་གྱི་དམག་དེ་ལ་བརྟེན་རྗེས་ཨ་མི་ཏཱ་གང་ལྟར་ཡུག་རེན་དང་ར་ཤི་ཡ་གཉིས་བར་ལ་འབྲེལ་བ་བྱེད་སྐབས་སུ་འབྲེལ་བ་ཇི་འདྲ་དེའི་རིགས་ཤིག་ནི་དེའི་གོ་དུས་དེ་ཆགས་ཀྱི་ཡོད། ད་ཛེ་ལན་སི་ཀིས་སྒྲོག་ཆགས་བྱ་བ་ན་ཨ་མི་ཏཱ་ད་ལོ་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཉིས་ལ་དམག་དེ་ལ་ངང་ནས་བཟུང་རྗེས་ད་གང་ལྟར་འབྲེལ་བ་བྱས་ཡོད་དེ་ཡིན་ན་མང་ཤས་ཤིག་གོ་ཆེད་ད་དེ་ག་རེ་ལ་ན་སྔོན་མ་ཉིས་སྟོང་བཅུ་བཞི་ལ་དེ་ད་ལྟ་ཡུག་རེན་ནང་ལ་དཀའ་ངལ་ངོ་མ་དེ་ཉིས་སྟོང་བཅུ་བཞི་ནས་བྱུང་རུང་ཨ་མི་ཏཱའི་འཁྲུངས་སྐབས་སུ་ཨ་མི་ཏཱ་དེ་ཡུག་རེན་ནང་ལ་ཡལ་རྒྱུ་དེ་ད་དེ